ས་ར་ནང་གི་བོད་གསན་གཟན་གནང་མཁན་གྱི་རྣམ་པ་ལྷན་རྒྱས་ཚང་མ་ལས་འཚམས་འདྲི་ཞུ་བ་དང་སྦྲགས། ད་རེས་ས་ག་ཟླ་བ་དང་བསྟུན་ནས་ཆོས་ཕྱོགས་ཀྱི་གཏམ་ཟེར་ན་རེད་ད་སྐུ་ཚེགས་ཀྱི་བཟང་འདྲ་ཁ་ཤས་ཀྱི་ངས་ཞུ་དགོས་ནོ་བསམ་སོང། སྤྱི་བཏང་གི་ངོ་ཤེས་པ་དང་མི་ཤེས་པ་དང། གང་ལྟར། ངེད་ཀྱི་ཡུལ་གྲུ་སེང་ཟན་གནང་མཁན་ཁ་ཤས་ཅིག་གིས་ས་ག་ཟླ་བ་དང་འབྲེལ་ནས་སྐད་ཆ་ཅིག་བཤད་རོགས་བྱས། དམ་པའི་ཆོས་ཀྱི་ཆ་ཆེན་དབབ་ཏུ་གསོལ་ཟེར་ནས་གསོལ་བ་ཕུན་ཚོགས་སུ་འདེབས་མཁན་ཁ་ཤས་ཡོང་གི་འདུག་སྟེ། ད་ཆོས་ཕྱོགས་ཀྱི་སྐད་ཆ་བཤད་མཁན་དེ་ལ་མ་ཐོགས་པ་ཡོད་པ་ཡིན་ཙང། ང་འདྲ་གཅིག་གཅིག་བཤད་བསྡད་པ་ཡིན་ན་ལན་པོ་ཟེར་མཁན་མི་འདུག་བསམ་ནས་དམིགས་བསལ་སྐད་ཤོད་མེད། སྤྱི་བཏང་གི་ནང་པའི་ཆོས་བཤད་མཁན་ཡིན་ན་རེད། འཆད་མཁན་རྩོམ་མཁན་ག་འདྲ་ཅིག་ཡིན་ན་ཡང། སྔོན་ཆད་མ་བྱུང་བ་ཡང་འདི་བརྗོད་མེད་ཟེར་ནས། ཁེངས་སྐྱུང་སེ་གོ་ར་གར་བསད་ཀྱི་རེད། ད་སངས་རྒྱས་བཅོམ་ལྡན་འདས་རང་ཉིད་ཡིན་ན་ཡང་འདས་པའི་སངས་རྒྱས་རྣམས་ཀྱི་གསུང་མ་འོངས་རྣམས་ཀྱི་གསུང་རྒྱུད་ལ། ད་ལྟ་བྱུང་བའི་རྫོང་སངས་རྒྱས་ཡང་དང་ཡང་དུ་གསུངས་པ་གང་གསན་ནས། འདས་པའི་སངས་རྒྱས་ཐམས་ཅད་ཀྱི་གསུང་ཚངས་སྦྱོར་གྱི་དང་བདག་གི་སངས་རྒྱས་དེ་ཚོ་གང་ཡང་ནས་བསྐྱར་དུ་གསུང་གི་ཡོད་ཟེར་གྱི་ཀོ་བཤད་སྲོལ་འདྲ་བ་ཅིག་ཡོད་རེད་བ། ད་དེ་རིང་ངའི་སྐུ་ཚེགས་ཀྱི་ཚོད་དུ།

ནི་ངག་གི་ལམ་ནས་བརྗོད་ཡོད་དེ་ཁ་བོ་ཞེས་པ་ཆགས་ཀྱི་ཡོད་རེད་སྨྲ་བསམ་བརྗོད་མེད་ལབ་ཡང་ལབ་ཀྱི་ཡོད་རེད་བ་ད་ཕྲ་བའི་གནས་སྐབས་ལ་སླེབས་ཡོང་དུས། བྱས་ཙང་ད་རི་མོ་འདི་ལ་བལྟས་ཡ་ཡིན་ན། ཐིག་རིས་འདྲ་བོ་ཅིག་སྲིད་ན་མི་འདུག་ད་ཆེ་ཆུང་གསུམ་རེད། ཆེ་ཡི་དེ་ང་ཆེན་པོ་དེ་ནི་ང་འབྲིང་པོ་ང་ཆུང་ངུ་ཟེར་ནས་ལབ་ཀྱི་ཡོད། དེ་ནས་རི་མོ་སྟེགས་ཀྱི་མཚོན་དོན་མ་ཤེས་པའི་སྔོན་ལ་སྐད་ཆ་ཁ་ཤས་ཅིག་བཤད་དགོས་རེད་འདོད་ཆགས་ཀྱི་འདུག། སྤྱི་བཏང་གི་ཁོ་བོའི་རྩ་བ་མ་རིག་པ་ཟེར་ཡ་དང། ཉེས་པ་ཀུན་གྱི་རྩ་བ་མ་རིག་པ་ཟེར་ཡ་དེ་ཀོ་གནས་ལུགས་དང་མཐུན་པ། ཕྱོགས་གཅིག་ནས་ཟབ་མོ་ཡིན་ཆོག་གི་རེད་ལ་ཕྱོགས་གཅིག་ནས་ཀྱི་བདག་འདྲ་ཀྱི་བཀྲལ་བ་ཡིན་ན་སུ་ལེན་ན་ཡང་གོ་ཐུབ་ཡ་རེད་དེ་འདྲ་ཅིག་ཆགས་བསྡད་ཡོད་རེད་བ། དེ་གི་སྐོར་ལ་ངས་སྔོན་མ་དེབ་ཀྱི་བྲིས་ཡོད་རེད་ད་དེབ་བྲི་བྲི་བྱེད་རེད་ལོ་བཅོ་ལྔ་ཉེ་ཤི་དེར་ཁྱེད་སྔོན་ལ་ང་སྔོན་མ་རྒྱ་གར་ལ་བསྡད་ཡོད་དུས་བྲིས་ཀྱི་ཐོག་ཆོད་ཡོད་ཡོད་ངས་དཔེ་ཅིག་ལེན་ཡོད་མི་ཅིག་ཟས་རྡོག་ཕོག་ནས་གྲོག་སྒོ་ལ་ཟས་བསྐྱབས་ནས་ན་ཚ་དང་སྡུག་བསྔལ་ཞིབ་ཅིག་མྱངས་འདུག་ཡོད་རེད་ཟེར། དེ་འདྲ་བ་དེ་ག་ནས་བྱུང་བ་རེད་ཟེར་ན། དྭོགས་ཡོད་པིག་གིས་ཟས་དེ་ཟོས་ནས་བྱུང་བར་བ། དྭོགས་ཡོད་པིག་ཟས་དེ་ཁོས་ཧ་གོ་བ་ཡིན་ན། གང་ལྟར་ཟས་དེ་ལས་དྭོགས་ཕོག་ཡོད་བ་ཧ་གོ་བ་ཡིན་ན་ཤི་བ་ཡིན་ན་རག་བ་ཡིན་ན་ཁོས་དེ་ཟ་གི་མ་རེད་བ། དེ་མ་ཟོས་བ་ཡིན་ན་དེ་ཟོས་པའི་རྐྱེན་གིས་ཁོ་ལས་སྡུག་བསྔལ་མང་པོ་ཅིག་མྱོང་དེ་གི་ནད་དང་དེ་ཡོང་དགོས་གི་མ་རེད་བ་ཡོང་གི་མ་རེད་བ། དེ་ག་ནང་གི་ད་ཉེ་ཆར་གྱི་དཔེ་གསོན་པོ་ཅིག་ཤེས་པ་ཡིན་ན་ང་ཚོ་ཀོ་བི་ན་འདྲེ་གིས་ན་ཚ་སྡུག་པ་སྐྱེན་དེ་རེད། དེ་མི་མང་པོ་བཅོས་ལེན་ན་ནི་དཀའ་ངལ་སྤྲད་ཡོད་དང་མང་པོ་ཅིག་སྲོག་འཁོར་བའི་ཤོག་ཡོད་རེད་བ། དེ་ཡང་ཁོ་ལ་ན་དགོས་པའི་རྒྱུ་མཚན་ག་རེད་ཟེར་ན། དེ་མི་གཅིག་དང་ས་ཆ་གཅིག་ནས་ཁོ་ལ་ནད་དེ་འགོས་ཡོད་རེད་བ། ས་ཆ་དེ་ལས་སོང་ནས་ནད་དེ་འགོས་ཡོང་གི་ཡོད་པ་དང་མི་དེ་ལ་ནད་དེ་ཡོད་པ་ཁོས་སྔུན་ནས་ཧ་གོ་ཡོད་ན་རེག་ཡོད་ན་ཤེས་ཡོད་ན། ཨ་ཁོ་དེ་ལ་འགྲོ་གི་མ་རེད་བ། མི་དེ་དང་ཐུག་འབྲེལ་བྱེད་གི་མ་རེད་བ། དེ་ཧ་མ་གོ་བ་བཅས་མ་རེག་བ་བཅས་མ་ཤེས་བ་བཅས་ནས་ས་ཆ་དེ་ལས་སོང་མི་དེ་དང་ཐུག་འབྲེལ་བྱས་ནས་ཁོལ་དེ་ན་ནས་ཐ་ན་སྲོག་ཡང་ཆོད་ཤོར་བའི་གནས་སྟངས་དེ་བྱུང་ཡོད་རེད་བ། སྤྱིར་བཏང་ང་ཚོས་མ་རེག་པ་ཟེར་ཡ་དེ་དེ་རེད་བ། མ་རེག་པ་དང་མ་ཤེས་པ་དང་ཧ་མ་གོ་བ་དེ་ཚོ་དེ་དོན་གྱི་མིང་གི་རྣམ་གྲངས་རེད། ད་དེ་གི་ཕ་རང་རེ་བཏང་བ་ཡིན་ན་ང་རང་ཚོ་ལ་བཀྲ་མ་ཤིས་པ་དོན་མ་འགྲོ་པ་ནད་སྣ་ཚགས་ཅན་ཆགས་དགོ་ད་ག་འདྲའི་ཅིག་ཡོང་བ་ཡིན་ན་ཡང་མཐའ་གཏོགས་ན་དེ་གི་རྒྱུ་དེ་སོ་སོ་གི་ཧ་མ་གོ་བའི་རྐྱེན་གི་ཡོང་གི་ཡོད་རེད་བ་དེ་ཧ་གོ་ན་གོ་དེ་ལ་གཡུལ་འགྲོ་དགོ་རེད་བ། ཇི་ལྟར་དེ་ཡིན་དུས། འཁོར་བའི་རྩ་བ་མ་རེག་པར་བསལ་བ་དང། ཉེས་པ་ཀུན་གྱི་རྩ་བ་མ་རེག་པར་བསལ། མ་རེག་པ་དེ་ལྡོག་བ་ཡིན་ན་ནི། ཐམས་ཅད་ལྡོག་འགྲོ་རེ་བསལ་ཅི་ཡོད་རེ་བ། འོ་དེ་ཀོ་གནས་ལུགས་དང་མཐུན་པ། ཚན་རིག་དང་མཐུན་པ། སུ་ལ་ཡིན་ན་བརྡ་སྤྲད་ཐུབ་ཡ་ཅིག། ཕྱག་འདི་བྱ། ད་དེ་ནས། འཕགས་པ་འགྲོ་འོང་དུ་ད་ང་འཛིན་དང་བདག་འཛིན་དང། ནི་བདེན་པ་གྲུབ་པ་དང་ཟེར་གྱི་ཡོད་རེད། ད་དེ་ག་སླད་ཡོང་དུས། ད་ཚན་རིག་གི་ཐོག་ནས་བརྡ་སྤྲད་ཟེར་ཡ་དང། ནི་མི་ཚང་མ་ལ་བརྡ་སྤྲད་ན་འཕྲོད་འགྲོ་ཡ་ཅིག་ཆགས་གི་ཡོད་མ་རེད། ཕྱོགས་གཅིག་ནས་ག་རེད་ཟེར་ན། གང་ཟག་ཟེར་ཡ་དང་ང་ཟེར་ཡ་དང་བདག་ཟེར་ཡ་དེ་གསུམ་དེ་དོན་གྱི་མིང་གི་རྣམ་གྲངས་རེད་ཟེར་གི་ཡོད་རེད། བདག་ཟེར་ཡ་དེ་ཐོག་མར་གཙང་པགས་ཀྱི་སྐད་ཡིན་པའི་བཟོ་ནི་འདུག་ང་ལ་ཁོ་ཚོས་བདག་ཟེར་སྐབས་ད་ལྟ་ཡང་ཟེར་བསྡད་ཀྱི་འདུག་ད་བདག་མེད་ཟེར་ཡོང་དུས་ད་ང་མེད་གང་ཟག་མེད་ཟེར་ནས་ལབ་པ་ཡིན་ན་ཁོ་ད་ལྟ་བསྡད་ཀྱི་ཡོད་མ་རེད་བ། གང་ཟག་གི་བདག་ཟེར་ལབ་པ་ཡིན་ན་བདག་འདི་ད་གང་ཟག་དང་གཅིག་པ་རེད་བ་དེ་ཡིན་དུས་གང་ཟག་གི་གང་ཟག་ཡོད་མ་རེད་གང་ཟག་གི་ང་ཡོད་མ་རེད་ཟེར་ཡང་འདྲ་བ། ཡང་ཕྱོགས་གཅིག་ནས་ལྟ་འོང་དུས་བདག་མེད་ཟེར་ཡག་གི་མི་སྒྱུར་བ་དེ་ང་ནི་རེད་མི་འདུག་གང་ཟག་ནི་རེད་མི་འདུག་དེ་གཉིས་དང་དོན་གཅིག་པའི་བདག་དེ་ནི་རེད་མི་འདུག་ད་ཡང་མི་སྒྱུར་བའི་བདག་དེ་གཞན་པ་ཅིག་ཡོད་དགོས་པའི་བཟོ་འདྲ་གྱིས། ཨ་ནི་དེ་འདྲའི་དེ་ག་རེ་ཟེར་ཡོང་དུས་ད་དེ་ངོས་ཟིན་ཡང་དེ་ལས་དེ་ཅིག་རིག་པ་རྣོ་ན་ཕན་གི་མ་རེད་བསོད་ནམས་ཀྱི་ཚོགས་དང་སྤྱི་སྤྱོད་ཀྱི་རྒྱབ་རྟེན་དུ་ཞི་བ་མེད་ན་ཟེར་ཡག་ཚོགས་བསགས་སྒྲིབ་སྦྱང་ཞི་བ་བྱེད་དགོས་རེད་ཟེར་ཡང་འདྲ་བ་ལྟར་དེ་འདྲའི་གི་ཐོག་ནས་ཀྱི་མ་གཏོགས་ཀི། ང་ཚོ་ཚན་རིག་དང་མཐུན་པའི་བརྡ་སྤྲད་པའི་ཁ་བ་ཆགས་བསྡད་ཅིག་རེད་དེ་ཡོད་རེད་བ་དེ་ཡིན་དུས། དེ་འདྲའི་གི་བརྡ་མ་འཕྲོད་པའི་དཔའ་རོགས་དེ་ལ་ཡང་ང་ཚོ་ཀྱི་བསམ་བློ་བཏང་དང་འདྲ་མི་འདྲ་ཡོང་ཆོག་གི་རེད་བ། དེ་ཡིན་དུས་ངས་དཔེ་མཚོན་རག་སྟེ། ཨ་ནི་ང་ཆེན་པོ་དང་ང་འབྲིང་པོ་དང་ང་ཆུང་ངུ་ཟེར་གཅིག་གི་གསུམ་བཤད་ཀྱི་ཡོད་ད་འདི་ཀོ་དཔེ་མཚོན་རེད་མ་གཏོགས་དེ་ལས་ཀྱང་མ་ཆུང་བར་འགྲོ་ཡ་ཡོད་རེད་བ། ད་ང་ཚོ་སེར་པོ་ཧ་གོ་ཐུབ་ཡ་དེ་ག་རེད་ཟེར་ན་ང་ཚོ་མི་ཡིན་པ་ང་ཡིན་པ་བདག་ཡིན་པ་སྐྱིད་པ་ཡིན་ན་ཡང་དེར་ཆེ་ཆུང་ཡོད་རེད། ཆེ་ཆུང་ཡོད་རེད་ཟེར་ནས་ངས་གཟུགས་པོ་ཆེ་ཆུང་སྐད་ཆ་བཤད་གི་མེད་ད་ལོ་ཆེ་ཆུང་བཤད་གི་མེད་ཡོན་ཏན་ཤེས་བྱ་ཆེ་ཆུང་བཤད་གི་མེད། ང་ཚོ་འཇིག་རྟེན་འདིའི་ནང་ལོགས་མི་ཡི་སྤྱི་ཚོགས་འདི་གི་ནང་ལོགས་ས་ཆེན་པོ་འདི་གི་སྟེང་ལ་བསྡད་ནས་སྐད་ཆ་བཤད་དགོས་དུས་ང་ཡོད་མ་རེད་བདག་ཡོད་མ་རེད་གང་ཟག་ཡོད་མ་རེད་ཟེར་དུས་ཀྱི་དེ་སྐད་ཆ་དེ་བཤད་ཁག་པོ་ཡོད་རེད་བ། ཡིན་ན་ཡང་ང་དེ་ལ་ཁྱིམ་དྲན་ཆུང་སོང་ཡོད་བ། ད་དེ་གསལ་པོ་ཤེས་པ་རེད། དེ་སྐོར་མྱོང་སྟོབས་རྒྱ་སྐོར་མཐོ་བ་ང་ཚོ་མི་སྤྱི་ཚོགས་ནང་བསྡད་ཀྱི་ཡོད་ཡིན་དུས་སྤྱི་བཏང་གི་མི་དང་མི་མང་འདྲ་སའི་སྐྱོ་རོས་མི་དང་མི་མང་འདྲ་བའི་རྒྱུ་མཚན་གཅིག་མི་དེ་ང་ཆེ་ཆུང་དང་འབྲེལ་བ་ཆགས་ཀྱི་ཡོད་རེད་མི་ཚང་མ་ང་ཆེ་ཆུང་གཅིག་པ་ཡིན་ན་མི་ཚང་མ་ཕ་གཞི་དཀོན་ཤོས་འདི་དང་དེ་ཚོ་ཚང་མ་གཅིག་གྱུར་ཡོང་གི་རེད་བསམ་གྱི་འདུག་དེ་མ་ཡོང་ཡས་དེ་ག་རེད་ཟེར་ན་ང་ཆེ་ཆུང་ལས་ཐོག་དེ་ཡོད་རེད། ད་ལྟའི་ག་འདྲས་རེད་ཟེར་ན། ངས་འདི། དཔེ་མཚོན་དེ་འདི་བཞག་ན་འགྲིག་འདུག་བ། འདི། ད་འདི་ནས་བར་མདའ་བརྒྱབ་ཡོང་གི་ཡོད་རེད་ཕ་ཁྱེའུ་འདི་འབེན་ཡིན་པ་ཆགས་ཀྱི་ཡོད་རེད་བ། ད་འདི་ནས་བར་མདའ་མང་པོ་ཅིག་བརྒྱབ་ཡོང་དུས། འབེན་ཆེ་ཆུང་སོང་ཡོད་ན་ག་རེ་ལ་མང་བ་ཕོག་གི་རེད། དེ་ང་ཚོས། ཚོལ་བ་བཅས་ཐུགས་ཁུར་བ། མདའ་དེ་ཚོ་ལ་ད་གཞན་གྱི་བྱ་བ་ཤོད་པ། དཔེ་བསྲེ་ཤོད་འདྲ་བྱེད་པ་ཡིན་ན་ཅི་ཁ་གདོང། སྤྱོད་འཇུག། ལ་སོགས་པ་དེ་ཚོ་ཡིན་པའི་དབང་དུ་བཏང་བ་ཡིན་ན། ནི་ང་ཆེ་བ་དེ་ལས་དེ་འདྲའི་མང་པོ་ཤོས་ཀྱིས་ཕོག་ཡོང་གི་ཡོད་རེད། མི་གཅིག་གི་ཕ་ག་བས་ཅི་བལྟས་ཚེ་ལ་ནི་སོ་སོར་ཕོག་ཡོང་ཡོད་ཅེས་འདོད་བ། དེ་ག་རེ་བྱས་ན་སོ་སོ་གི་ང་དེ་ཆེན་པོ་ཤོས་ཀྱི་ཡོད་པའི་རྟགས་རེད། ཁ་ཤས་ལ་ག་ཚད་ཀྱི་ལྭ་བ་ཡིན་ན་ཡང་ཁོག་ལ་ཕོག་གི་མི་འདུག་ཁོག་མ་ཕོག་ཡག་དུ་གར་སོང་ཁོའི་ངག་དེ་ཆུང་ཆུང་ཞིབ་ཀྱི་ཡོད་རེད་བ། ལན་སླ་བོ་ཕོག་གི་ཡོད་མ་རེད། ད་ད་ལྟ་གི་དཔེ་དེ་ཤེས་ཡོང་དུས་ཡ་ང་ཆེན་པོ་བསད་དུས་སེར་པོ་དེ་གཅིག་པོ་དང་ང་རླུང་པོ་དེ་ལྗང་ཁུ་དེ་དང་ནི་ཆུང་ངུ་དེ་སྔོན་པོ་དེ་གཅིག་པོ་ལ་གོ་ན་དེ་འགྲིག་གི་ཡོད་མ་རེད་ད་ཆེན་པོ་བསད་ཡོང་དུས་ང་ཆེན་པོ་དེ་ནང་ལོགས་འདི་གསུམ་ག་ཚུད་དུ་ཡོད་རེད། འབྲུམ་བུ་དེ་ནང་ལོགས་ལ་གཉིས་དེ་ཚུད་དེ་ཡོད་ཆུང་བ་དེ་གོ་ཆུང་བ་དེ་རང་རེད། འདི་དཔེ་གཞན་པ་ཅིག་རི་མོ་གཞན་པ་ཅིག་བཞག་ན་ཡག་མེད་འདྲ་བསམ་གི་འདུག་འོ་འདི་གི་རི་མོ་དེ་ཡག་ཡོད་ཟེར་བ་ད་རྡོས་ཀྱི་འབེང་འདྲ་བོ་ཅིག་གསུམ་འདུག་ཁྱིམ་རིང་ཆུང་གསུམ། ད་ཚུགས་ཡོད་དེ་ནི་ཉི་ཟླ་སྟོང་ཕྲག་གཅིག་འཕེན་ཡོང་བའི་དབང་བཏང་བ་ཡིན་ན། ཁྱེད་དེ་ལ་ག་ཚད་ཙམ་གྱིས་ཕོག་གི་རེད། འགྲན་དབང་དེ་ལ་ཟླ་ག་ཚད་ཕོག་གི་རེད། ཁྱུང་ཤོད་དེ་ལ་ག་ཚད་ཕོག་གི་རེད། དེར་བ། དེ་ལྟར་བསྟན་ཡིན་དུས་ངག་ཆེན་པོ་ཡོད་མཁན་དེ་ལས། ནི་སོ་སོ་ལ་ཀྱི་གནོད་གཞི་དེ་ཡང་མང་བ་ཡོད་བ། དེ་ལ་བརྟེན་ནས་ཀྱི་སོ་སོ་ཡིན་ན་ཨང་ང་རྗེས་དང་ཁོང་ཁྲོ་དང་ཅི་ག་རུ་ཟེར་དགོས་རེད་ད་དེ་ཚོའི་གི་རིགས་དེ་ནི་མང་བོ་ཡོང་གི་ཡོད་རེད་བ། ཨ་དེ་ལ་བརྟེན་ནས་ཀྱང་འཕྲོད་བསྟེན་གི་ཆ་ནས་ནི་མ་བདེ་བ་མ་ཤེས་བ་ན་རྒྱུ་ཚ་རྒྱུ་ལ་སོགས་པ། གནོད་སྐྱོན་མང་བོ་ཅིག་ཡོང་བདེ་བ་དེ་སྐོར་ཡང་འགྲེལ་བཤད་རྒྱག་དགོས་མ་རེད་བ། ཨ་དེ་ནས་ཟླ་ཁྱོད་ནི་མི་ཕོངས་མཁན་གི་ང་ཆུང་མོན་གྱི་ཡོད་བ་ཡིན་ན། ཕ་ཡུལ་དེ་ནི་དགའ་ཚལ་བྱས་བསྡད་པ་ཡིན་ན་སོ་སོར་ཕོག་གི་མེད་ཡ་ཡིན་ཚེ་ནི་དེ་ལས་བརྟེན་པའི་ཡང་སྒོ་སོ་སོ་གི་སེམས་བྱུང་འཁྲུགས་ཡ་དང་དེ་འདྲའི་གས་ཡོང་གི་མེད་ཡ་ཡིན་ཚེ་ཡང་སྒོ་དེ་ལས་དཔག་པའི་སྐད་ཅིག་བག་ཕེབས་པ་དང་དེ་འདྲའི་གས་ཡང་སྒོ་གནས་སྟངས་དེ་གཞན་པ་ཅིག་ཡོང་གི་རེད་བ། དེ་ཙང་ད་ད་ལྟ་ང་ཚོ་རྡོག་རྡོག་འདྲ་བོ་དེ་ག་རེ་ཡིན་ཟེར་ན། ང་དང་བདག་དང་གང་ཟག་ཡོད་མ་རེད་ཟེར་ཡ་དང་གང་ཟག་གི་བདག་ཡོད་མ་རེད་ཟེར་ཡ་དང་གང་ཟག་གི་གང་ཟག་ཡོད་དང་མེད་དེ་ཚོགས་ཀྱི་ཐོག་ལས་ཀྱི་གོ་བ་ལེན་ཁག་པོ་འདུག་ན་དང་ངག་ཡོད་པ་གང་ཞིག་སོ་སོའི་ངག་དེ་ཆུང་ཆུང་གིས་བྱེད་དགོས་པ་ཡིན་ན་ནི་དེ་ལས་པགས་པས་ཀྱི་གནོད་པ་དེ་ཚོ་མང་པོ་ཅི་རང་བཞིན་གྱིས་མེད་པ་ཆགས་འགྲོ་ཡག་གི་གོ་གནས་སྟངས་དེ་ཡོང་གི་རེད་དེ་གོ་ཡང་ཚན་རིག་གི་ཐོག་ནས་ར་སྤྲད་ཐུབ་ཀྱི་ཡོད་རེད། ང་ཁྱེད་ཁ་ཤས་ལ་ཕག་པོ་གཅིག་ལ་རྡོག་གཅིག་ཤོད་ཡོང་ན་ང་ལ་ཤོད་སོང་ཟེར་ཡོང་ན་དེ་ནི་ང་ལ་ཡོང་གི་དེ་འདྲ་ཡོད་རེད་བ། ཨ་ནི་ང་ཆུང་བ་དེ་ཚོ་ཡིན་ན་སོ་སོའི་གཟུགས་པོ་ལ་ཞུ་བ་ཡིན་ན་ཡང་ད་དེ་དུ་སྐྱོན་མི་འདུག་ཟེར་གྱི། ཕ་རྒྱལ་གྱི་སོ་སོའང་ཡང་ན་ང་ལས་བཞུད་ཡོང་བའི་སྐད་ཀྱི་དེ་འདྲའི་གི་བསམ་བློ་དེ་མེའི་ལྡེ་བའི་གཟུགས་ནས་དེ་འདྲའི་མི་འདུག་བ། ཁྱེད་ཚང་ཁོའི་ང་དེ་སོ་སོའི་གཟུགས་ཕོངས་དེ་ལས་ཆུང་བ་ཡོད་པ་དེ་མཚོན་ཐུབ་གི་འདུག་བ། ད་ང་ཆེན་པོ་ཟེར་དེ་ཡོང་དགོས་ཡག་གི་རྒྱུ་མཚན་འདྲ་བོ་གཅིག་དེ་ཆགས་ཡོད་རེད་བ། གཅིག་ནི་མི་ཁོ་རང་གི་འཚོ་གནས་བྱེད་ས་དང་དེ་འབྲེལ་གྱི་ལྟས་ཚུལ་ལྟས་ཚུལ་ཆེ་བ་ཡོད་རྒྱུ་རེད་དེ། ད་ལྐོག་ལ་རྒྱུ་ནོར་ཆེན་པོ་ཡོད་ན། རྒྱུ་ནོར་དེ་ག་ཡོད་གི་ས་ཆ་ལ་ཁོས་ང་དང་ཁྱབ་ཡོང་གི་རེད། དཔེར་ན་ས་ཆ་ཆེན་པོ་འདྲ་བ་གཅིག་མི་དེ་ལ་མིག་གིས་མཐོང་ཙང་བྱེད་གི་ས་ཆ་ཆེན་པོ་གཅིག་ཡོད་ཡིན་ན། ད་དེ་ལ་ང་དང་ཁྱབ་དེ་ཡོད་རེད་ཁོས་ང་དེ། འོ་ངའི་ས་ཆ་དེ་ཁོས་ཁྱི་སྐད་གསུམ་ཉིན་སྐྱེས་སུ་ངའི་རྩྭ་ར་ནི་ཁོའི་རྩྭ་སོས་སུ་ངའི་ཤིང་ནགས་ནི་ཁོའི་ཤིང་སྐྱེས་སོ། དེ་ག་ནང་གི་ཀྱི་བཟའ་ཟླ་བུ་ཕྲུག་འདྲ་ག་ཚད་ཡོད་ཡོང་ན་ང་དེ་ག་ས་གར་ཁྱབ་ཡོང་དགོས་རེད་བ། ཅི་ལྟར་སངས་རྒྱས་བཅོམ་ལྡན་འདས་ཀྱིས་ད་ང་མཛེས་དེ་ཆུང་རུ་བཏང་ཡོང་གི་ཐབས་ཤེས་ལ་ནི་འཁྱེར་ནས་འཁྱེར་མེད་པར་རབ་ཏུ་བྱུང་དོན་ཉུང་བ་བྱ་བ་ཉུང་བ། ས་གཞན་སེམས་ཅན་ཡོད་ན་དེར་ང་དེ་ཁྱབ་དུ་ཡོད་ལགས་ཡིན་པ། སོ་སོའི་ས་ཆ་ལས་མི་གཞན་པ་ཅིག་གིས་ཁྱེར་བ་ཡིན་ན་ནི་ལམ་སང་ཁོས་ང་ང་ཟེར་ཏེ་སླེབས་ཡོང་གི་འདུག་བ། ཇི་ཙམ་རབ་ཏུ་བྱུང་བ་དེ་ཚོ་སྐད་སྐད་མེད་ཡིན་ས་དེ་ད་སྟོང་བ་ཡིན་ན་སོ་སོ་གི་ལུས་བལྟས་བལྟས་དེ་མདང་དགོང་དྲུག་གི་དེ་མ་གཏོགས་ཡོད་མ་དེ་གི་ཁྱབ་ཁོངས་ལས་ནི་འདའ་དེ་སླེབས་མ་ཡོང་ན་ནི་ཅི་དེ་འདྲ་གི་སེམས་འཕྲོག་དགོས་ཡ་དང་ཁོང་ཁྲོ་ལ་ང་རྒྱལ་ལང་དགོས་ཡ་དེ་འདྲ་གི་གནས་སྟངས་དེ་ཡོང་གི་མི་འདུག་གང་ལྟར་ང་དང་བདག་ཟེར་ཡ་དེ་ཡོད་མེད་ལ་མ་ལྟོས་པ། བདག་མེད་པ་རྟོག་མེད་ལ་མ་ལྟོས་པར་ང་དེ་ཆུང་ཆུང་ཤི་བོ་ཅིག་ཆགས་ཡོད་པ་དེ་ཁོ་ཐག་ང་ཚོ་སེར་པོ་འདྲ་ཅིག་ཆགས་འདུག་ཨང། དེ་ག་ནང་ཁྱེད་ཀྱི་ད་ར་འཕྲོས་ནང་ལོགས་ལ་སོ་སོ་གཅིག་པུ་སྒོ་འབྱེད། ད་དངོས་གནས་ཀྱི་ཆུ་བ་གནམ་དག་ཅན་ཡིན་ན་ད་མཚན་སྙན་གྲགས་ད་ཕ་བཞག་ཤོག། ས་གཞན་སྒོ་ཤོག་ད་ཕ་བཞག་ཤོག། དེ་ནི་སོ་སོ་གི་ལུས་མདོག་དངོས་གྲུབ་ཀྱིས་བཅོས་ར་དེ་མཚོན་པས་སོ་སོ་ཡང་ལུས་སྟོང་ཐུབ་ཡག་གི་ད་དེ་འདྲས་ཀྱི་གནས་སྟངས་ཀྱི་ལུས་བ་ཡིན་ན་ད་དེལ་ང་ཡོད་མ་རེད་བདག་ཡོད་མ་རེད་ཟེར་ན་ཕ་ཇེ་འགྲིག་གི་རེད་བསམ་གི་འདུག་གང་ལྟར་དེ་འདྲས་ཀྱི་མེད་ན་ཡང་བདག་ཆེན་པོ་ཡོད་པ་དེ་ལ་བརྟེན་ནས་ནི་སེམས་རྒྱུད་འཕྲོ་བ་ལ་སོགས་པ་མ་བདེ་བ་མ་ཤེས་པ་མང་པོ་ཡོང་གི་ཡོད་པ་དེ་ཧ་གོ་བའི་ཐོག་ནས་ཧ་གོ་བ་ཡིན་ན་ཏན་ཏན་སུ་ཡིན་ན་དེ་ཁྱུང་རུ་ཏང་ཡོན་གྱིས་ཐབས་ཤེས་བྱེད་ཀྱི་རེད་བསམ་གི་འདུག་གུ་ཆུང་རུ་བཏང་བ་ཡིན་ན་དེ་ཏང་ཡོན་ཡོད་བསྡད་པ་དེ་བསམ་བློ་གི་འཛིན་སྟངས་ཀྱི་བསམ་བློ་འཁྱེར་སོ་ཀྱི་བསམ་བློ་གཏོང་སྟངས་ཀྱི་ཐོག་ནས་རེད་ཡོང་གི་འདུག་བ། དེ་ནས་མི་ཡི་སྤྱི་ཚོགས་ཀྱི་ནང་ལོགས་ལས་ཡང་ང་ཅུང་ཐག་ཆོད་བ་ཡིན་ན་སྐྱོན་ཆ་ཁ་ཤས་ཀྱི་ཡོང་གི་ཡོད་རེད། ཡིན་ན་ཡང་དགེ་ཆོས་གཉིས་ཡིན་ཏེ་བསྡུར་བ་ཡིན་ན། ང་འཆི་བདག་བྱོས་བ་ཡིན་ན་དེའི་གི་དཀའ་ངལ་མང་པོ་ཅིག་བཟོ་གི་ཡོད་བ་དེ། ཤེས་པའི་ཐོག་ནས་ད་ང་ཆུང་བ་དང་ཡང་དེ་གནད་འགག་འདྲ་བོ་ཅིག་རེད་སྲིད། དེ་ནས་ཆུང་དྲགས་ན་གནོད་སྐྱོན་ག་འདྲའི་འདྲ་བོ་ཅིག་ཡོང་གི་ཡོད་མེད་ཀྱི་སྐོར་དེ། དུས་ཚོད་བྱུང་ན་ཡོག་ལུགས་ཤོད་རྒྱུ་བྱེད་ཨ་ནི་དེ་རིང་དེ་འདྲ་འདྲ་བོ་ཅིག་ཡིན། ཨ་ཚང་མ་ལ་བཀྲ་ཤིས་བདེ་ལེགས།